དེ་ནི་ཉོན་ཡིད་ཀྱི་མཚན་ཉིད་དེ་གང་འདྲ་རེད་ལབ་པ་ཡིན་ན་དམིགས་པ་ཀུན་ཤེས་ལ་དམིགས་ནས་རྣམ་པ་ང་དང་ང་ཡི་བར་འཛིན་ཀྱང་ངོ་བོ་སྒྲིབ་ལ་ལུང་དུ་མ་སྟོན་པའི་གཙོ་བོ་སེམས་གང་ཞིག་སྤྲོ་སེམས་ཀྱང་དགུ་དང་མཚུངས་ལྡན་དུ་བྱུང་བ་འོ་དེ་འདྲ་ཅིག་སོང་བ་རེད་ཉོན་ཡིད་ཀྱི་དམིགས་པ་དེ་རང་རྒྱུད་ལ་ལྡན་པའི་གང་ཟག་གི་ཀུན་ཤེས་ལ་དམིགས་དགོས་ཀྱི་ཡོད་པ་རེད་ག་རེ་ལབ་ན་ཉོན་ཡིད་ཀྱི་དེ་བདག་ཏུ་སྒྲོ་འདོགས་པ་དེ་བདག་ཡིན་པར་བསྙེན་པ། བདག་གི་གཞི་འཛིན་སའམ་བདག་གི་གཙོ་བོ་དེ་ཀུན་བྱེད་ཡིན་པ་དེ་འདྲ་གཅིག་བསམ་བློ་གཏང་གི་ཡོད་པ་རེད། ཡིན་ཙང་དམིགས་ས་དེ་ཀུན་བྱེད་ལ་དམིགས་པ་རེད། ཡིན་ན་ཡང་ཉོན་ཡིད་ཀྱི་ཀུན་བྱེད་དེ་དངོས་སུ་སྣང་གི་ཡོད་པ་མ་རེད། དངོས་སུ་མི་སྣང་ན་ཡང་ཁོ་རང་གིས་དེ་ལ་བདག་ཏུ་སྒྲོ་བཏགས་ནས་འཛིན་གི་ཡོད་པ་རེད། དེ་འདྲ་གཅིག་གསུང་གི་ཡོད་པ་རེད། དེ་ནས་རྣམ་པ་ང་དང་ང་ཡི་བར་འཛིན་པ་ཞེས་ལབ་དེ་གང་ལ་ང་ཟེར་བ་དེ་སྤྱིར་བཏང་བདག་ཟེར་བ་འོང་དེ་རེད་དེ་ཡོད་པ་རེད་དེ་ཀུན་གཞི་དེ་བདག་ཏུ་འཛིན་པ་ང་ཡི་ཡན་ལག་ཉིང་ལག་ལ་སོགས་པ་གང་ལྟར་ང་ལ་གཏོགས་པའི་ཆོས་རྣམས་ལ་ང་ཡི་བ་ཞེས་ལབ་ཀི་ཡོད་པ་རེད་དམིགས་པ་ཀུན་གཞི་ལ་དམིགས་ནས་ང་ཟེར་བ་ཅིག་བཟུང་བ་ཡིན་ཙང་ང་དེ་དང་འབྲེལ་བའི་ཆོས་གཞན་པ་དེ་ཡང་བདག་ཏུ་འཛིན་གི་ཡོད་པ་རེད། དེ་ནི་ངོ་བོ་སྒྲིབ་ལ་ལུང་དུ་མ་བསྟན་པ་ཁོ་རང་ཉོན་མོངས་པ་རེད་ཡིན་ན་ཡང་ལུང་དུ་མ་བསྟན་པ་རེད་དགེ་བ་དང་མི་དགེ་བ་གང་ཡང་མ་རེད། དེ་ནི་སྤྲོ་སེམས་ཀྱང་དགུ་དང་མཚུངས་ལྡན་དུ་བྱུང་བ། འཁོར་སེམས་ཀྱང་ཀུན་འགྲོ་ལྔ་ཡི་སྟེང་དུ་འདོད་ཆགས་ང་རྒྱལ་མ་རིག་པ་དག་ལྟ་བྱས་ནས་སེམས་ཀྱང་དགུ་དང་མཚུངས་ལྡན་དུ་བྱུང་བ། བྱ་བྱེད་དེ་དག་དང་ལྡན་པའི་གཙོ་བོ་སེམས་གཅིག་ལ་ཉོན་ཡིན་གྱིས་ལབ་ཀྱི་ཡོད་པ་རེད། དེ་ནས་ང་དང་ང་ཡི་བར་འཛིན་པ་ཀུན་ཤེས་ལ་དམིགས་ཀྱང་མ་གནང་ཟིན། ཉོན་ཡིད་ཀྱིས་ཀུན་ཤེས་གནང་མ་ཐུབ་པ་དེ་གང་འདྲ་རེད་ལབ་ན་གཅིག་ནི་ཁོ་རང་ནི་ཉོན་མོངས་པ་ཡང་ན་ལོག་པའི་ཤེས་པ་ཅིག་རེད་ཡུལ་གང་ཡང་རྟོགས་ཐུབ་ཀྱི་ཡོད་པ་མ་རེད་ཡིན་ཙང་རང་གི་ཡུལ་ཀུན་ཤེས་དེ་ཡང་གསལ་བོར་མ་གནང་བ་ཡིན། ཨ། དེ་འདྲ་ལབ་གི་ཡོད་པ་རེད། ཨོ། སྤྱིར་བཏང་ང་དང་གང་ཟག་དང་བདག་ཟེར་བ་དེ་དག་དོན་གཅིག་མིང་གི་རྣམ་གྲངས་ཨོ་དེ་འདྲ་ཞིག་རེད། ད་ནི་ང་ཡོད་པ་ཟེར་ན་ངའི་ཆོས་ངའི་ཡན་ལག་གཙོ་བོ་དེ་ངའི་ཡན་ལག་ང་ཡི་དབང་པོ་ཟེར་བ་ང་ཡི་མིག་ཟེར་བ་ང་ཡི་རྣ་བ་ཟེར་བ་ཨོ་དེ་དག་ལ་ང་ཡོད་པ་ཞེས་ལབ་གི་ཡོད་པ་རེད། ཀུན་གཞི་སྟེ་རླུང་མ་སྟེ་ཡིན་པའི་རྒྱུ་མཚན་ག་རེ་ལབ་ན་སོ་སྐྱེའི་གནས་སྐབས་ཐམས་ཅད་དུ་ཡོད་པའི་དགེ་མི་དགེ་གང་ཡང་མིན། དཔེར་ན། ཉོན་ཡིན་དེ་མི་དགེ་བ་ཡིན་པའི་དབང་དུ་ལྡང་བ་ཡིན་ན་སོ་སོ་སྐྱེ་བོ་ཐར་བའི་སྐབས་ཡོད་པ་མ་རེད། ག་རེ་ལབ་ན་སོ་སོ་སྐྱེ་བོ་གི་སྐབས་སུ་ཉོན་ཡིན་མེད་པའི་གནས་སྐབས་གཅིག་ཀྱང་ཡོད་པ་མ་རེད། འཕགས་ལམ་མངོན་དུ་གྱུར་པ་དང་འགོག་པ་ལ་སྙོམས་པར་འཇུག་པ། དགྲ་བཅོམ་པ་ཐོབ་པ་ས་བརྒྱད་པ་ཡན་ཆད་ཀྱི་ལམ་གྱི་རྟོགས་པ་ཐོབ་པའོ་དེ་འདྲ་གི་གནས་སྐབས་མ་གཏོགས་ཐམས་ཅད་དུ་ཡོད་པ་རེད། ཡིན་ཙང་སོ་སོའི་སྐྱེ་བོ་གནས་སྐབས་སུ། དུས་ཡུན་རྒྱུན་དུ་མི་དགེ་བ་མངོན་དུ་གྱུར་གྱི་ཡོད་པ་ཡིན་ཙང། སོ་སོའི་སྐྱེ་བོ་རྣམས་ཐར་བའི་གོ་སྐབས་ཡོད་པ་མ་རེད། དེ་འདྲ་ཡིན་ན། ལམ་ཉམས་ལེན་བྱས་པ་ལ་བརྟེན་ནས་འབྲས་བུ་འགོག་བདེན་ཐོབ་པ་མི་སྲིད་པས་ཉོན་ཡིད་དེ་མི་དགེ་བ་མ་རེད། དགེ་བ་ཡིན་ན་ནི་མི་དགེ་བའི་ལས་བསགས་པ་མེད་པར་འགྱུར་འགྲོ་བ་རེད། ཉོན་ཡིད་དེ་སོ་སོ་སྐྱེ་བོ་ནི་སྐབས་ཀུན་ཏུ་མངོན་དུ་གྱུར་གྱི་ཡོད་པ་ཡིན་ཙང་སོ་སོ་སྐྱེ་བོ་རྣམས་ཀྱི་མི་དགེ་བ་བསྒྲུབ་པའི་དུས་ནམ་ཡང་མེད་པར་གྱུར་འགྲོ་བ་རེད། འདི་ནི་དགེ་མི་དགེ་སློང་མ་སྟེང་ཇི་རིགས་དང་མཉམ་དུ་གནས་པའི་སློང་མ་སྟེང་ཡིན། དཔེར་ན་སོ་སོ་སྐྱེ་བོ་གནས་སྐབས་སུ་དགེ་བའི་ལས་བསགས་པའི་དུས་ཀྱང་ཡོད་རེ་མི་དགེ་བའི་ལས་བསགས་པའི་དུས་ཀྱང་ཡོད་རེ་ཡང་ན་སློང་མ་སྟེང་གི་ལས་བསགས་པའི་དུས་ཀྱང་ཡོད་རེ་བ། ཡིན་ཙང་སློང་མ་སྟེང་གི་ལས་བསགས་པའི་སྐབས་སུ་དགེ་བ་ཡང་མངོན་དུ་གྱུར་ཡོད་པ་མ་རེད་མི་དགེ་བ་ཡང་མངོན་དུ་གྱུར་ཡོད་པ་མ་རེད་ཡིན་ན་ཡང། ཉོན་ཡིད་མངོན་དུ་གྱུར་ཡོད་པ་རེད། ཡིན་ཙང་ཉོན་ཡིད་ཀྱི་ངོ་བོ་དེ་ལོང་མ་བསྟན་རེད། འོང་དེ་འདྲ་ཅིག་གསུང་གི་ཡོད་པ་རེད། ད་ནི་འཁོར་དགུ་དང་ལྡན་ཚུལ་དེ་གཙོ་སེམས་ཡིན་པས་ཀུན་འགྲོ་ལྔ་དང་ལྡན་ཚུལ་སྒང་དུ་ང་ཚོ་འགྲེལ་བཤད་བརྒྱབ་ཟིན་པ་རེད་གཙོ་སེམས་ཞིག་ཡིན་ན་རང་གི་འཁོར་དུ་འཁོར་སེམས་ཤོང་ཀུན་འགྲོ་ལྔ་དེ་དགོས་པ་རེད། ད་ནི་བྱེད་ལས་ཀྱི་ཆ་ནས་འདོད་ཆགས་དང་བདག་ལྟ་མ་རིག་པ་ངར་རྒྱས་སྐྱེ་ཞེས་དང་སྟེ། ཁོ་རང་བདག་ཏུ་འཛིན་པའི་བློ་གཅིག་རེད་ཁོ་རང་དམིགས་པ་ཀུན་བྱེད་ལ་དམིགས་ནས་དེ་བདག་ཏུ་འཛིན་པའི་བློ་གཅིག་ཡིན་པ་ཡིན་ཙང་ཁོ་རང་གི་བྱེད་ལས་ཀྱི་ཆ་ནས་བདག་ལ་ཆགས་པ་དང་ད་ནི་རྨོངས་པ་གི་རང་བཞིན་མ་རིག་པ་དང་ད་ནི་ང་རང་ང་རང་ཟེར་བའི་རྣམ་པ་དེ་ཡོད་པ་ཡིན་ཙང་ངར་རྒྱལ་དང་བཅས་པ་རེད་ཉོན་མོངས་པ་བཞི་ཡི་སྟེང་དུ